ཧོ་ལེ་སི། འཛམ་གླིང་ས་ཕྱོགས་གང་ས་ལ་བཞུགས་པའི་རང་རེའི་སྤུན་ཟླ་ལྷན་རྒྱས་ཚང་མ་བློ་ལ་བཀྲ་ཤིས་བདེ་ལེགས་ད་ལྟ་ང་ཚོའི་སྐབས་སུ་བབས་པ་རྟ་མཇུག་ཞེས་ཡ་གི་མཚམས་དེ་རེད། རྟ་མཇུག་གི་ནང་ལོགས་ནི་ད་ཆའི་རྣམ་པ་ཚོའི་ཚང་མའི་མཁྱེན་གསལ་ལྟར་རེད་རྟ་མཇུག་གི་བརྗོད་བྱ། གལ་ཆེན་པོ་རེད་དོ། བྱ་ཚིག་རེད། ཅང་རྟ་མཆོག་རྟ་མཆོག་སྦྱངས་ནས་ཁྱེད་རང་ག་འདྲི་རེད་དུས་གསུམ་བྱ་ཚིག་དེ་ལ་ཐག་ཁྲ་ཁྲ་ཆགས་སོང་ན་ཁྱེད་རང་རྟ་མཆོག་སྦྱངས་ནས་གོ་ཆོད་ཚར་རེད། ཁྱེད་རང་རྟ་མཆོག་ཚ་མང་པོ་ཁྲི་ཁ་འགྲོ་རེད་ད། ཨ་ནེ་ཚེ་མའི་ལྕེ་སྦྱངས་བྱ་རྩེད་རྒྱབ་ལོག་ལས་རེད། ཁྱེད་རང་དུས་གསུམ་གྱི་གནམ་ལྕགས་ཤི་གི་མེད་ན་ཁྱེད་རང་རྟ་མཆོག་སྦྱངས་ཡ་གོ་ཆོད་ཡོད་མ་རེད་རྟ་མཆོག་དེ་ག་རེ་གི་དོན་དག་རེད། དུས་གསུམ། བྱ་ཚིག་འདི་གལ་ཏེ་མ་འོངས་པ་དང་འདས་པ་ད་ལྟ་བར་དུ་སོགས་ལ་བྲིས་ཐང་ཤིང་ཡང་བྱ་ཚིག་ཡག་པོ་ཆགས་ཡ་དེ་རྟ་མཇུག་གི་དགོས་པ་རེད། དེ་འདྲ་ཡིན་པ་ཡིན་ཙང་རྟ་མཇུག་གི་བརྗོད་བྱ་དེ་གི་ནང་ལོགས་ལ་བྱ་ཚིག་དེ་རེད། བྱ་ཚིག་དེ་མང་ཤེས་ས་དེ་གཙོ་བོ་དེ་གོ་བ་ནང་ལ་ཤེས་དགོས་རེད་ཟེར་ན་རྟ་མཇུག་གི་བརྗོད་བྱ། ཡི་གེ། མིང་གཞི། སྔོན་འཇུག། རྗེས་འཇུག་ཟེར་ནས་གསུམ་ཡོད་གི་བཞི་ཡོད་གི་ནང་ལོགས་ནས། སྔོན་འཇུག་ལྟ་ཅི་བ་ཞེས་པ། སྔོན་འཇུག་ལྟ་ཅི་བ་ཞེས་པ་དེའི་ནང་ལོགས་ལ་དོན་ཚན་བཞི་ཡོད་པ། གང་གིས་འཇུག་པར་བྱེད་པ། གང་ལ་འཇུག་པར་བྱེད་པ། ཇི་ལྟར་འཇུག་པར་བྱེད་པ། ཅིའི་ཕྱིར་འཇུག་པར་བྱེད་པ། བཞི་ཡོད་པའི་ནང་ལོགས་ནས་ཅིའི་ཕྱིར། ཅིའི་ཕྱིར་གྱི་ནང་ལོགས་ལ་ཤོ་ལོ་ཀ་གཅིག་ཡོད་པའི་ནང་ལོགས་ནས་ད་དང་པོ། ཨ་ནི་བས་ཏེ་སྔོན་འཇུག་གི་ཚུལ་དེ་ལ་ཤིན་དགོས་ཡ་དེ་ལ་བྱེད་འབྲེལ་དང་བྱེད་མེད་ཀྱི་རྣམ་བཞག་དེ་ཤིན་དགོས་པ་ཡིན་དུས་ཧ་ཅང་གལ་ཆེན་པོ་རེད་ད་དེ་ཧ་ཅང་གལ་ཆེན་པོ་ཡིན་ཙང་ང་ཚོས་ཉི་མ་གཉིས་དང་ད་དེ་རིང་ཉི་མ་གཉིས་བ་དེ་ལ་བྱེད་འབྲེལ་བྱེད་མེད་ཀྱི་རྣམ་བཞག་དེ

ཡར་བླངས་བ་ཟེར་བའི་མཚན་པ་ལ་མི་གཅིག་རི་བསྡད་པ་དང་མི་གཅིག་གཉིད་ཁུག་བསྡད་ཡོད་ན་ཤུགས་རྒྱབ་ནས་ཡར་བླངས་བ་ལ་བའོ་ས་ལ་དང་ལ་ང་ས་བླངས་རེད། ཁོ་རང་ཡར་ལངས་ནས་སླེབས་སོང་ན་ལ་ང་ལངས་རེད་དེ་འདྲས་ཡིན་ཙང་བླངས་དེ་བྱེད་འབྲས་རེད་ཚིག་རེད་ལངས་དེ་བྱེད་མེད་རེད་ཚིག་རེད་ད་དེ་ལ་ང་ཚོ་དེ་རིང་སྤོས་ཆོས་རྐྱང་རྐྱང་བྱས་ནས་འགྲོ་འུར་ད་ད་སྤོས་ཆོས་ནང་ལོགས་ལ་འགྲོ་བ་ཡིན་ན་དང་པོ། བླངས། ལངས། སྤོས་ཆོས་འགྲོ་བ་ཅི་འདྲ་ཡོད་ན་འདི་ངས་སྤོས་ཆོས་འདི་འདྲས་འདྲ་བྱས་བྱས་ཡོད། སྐུ་ཡོན་ཆེན་པོ་ཡོད་གྱུར་ན་མ་བླངས་ན་ཡང་དུས་སུ་ལངས། སྐུ་ཡོན་མེད་པའི་སྐམ་ཚོགས་ལ་བླངས་ཀྱང་ལངས་དོན་མེད་པར་གྱུར། དེ་ལབ་བྱ་ད་ང་ཚོའི་གྲྭ་བ་འདི་གས་ཏེ། ང་ཚོ་ཡིན་ན། འཚོ་བ་ལ་ཞི་ར་ཞི་ར། སྐྱབས་བཅོལ་ས་ཞི་ར་མེད་པ་ཡིན་ཏེ་སྐུ་ཡོན་རང་ལ་སྐྱབས་བཅོལ་བའི་འདེའུ་བར་པ་དེ་འདྲ་ཡིན་པ་ཡིན་དུས་སྐུ་ཡོན་ཆེན་པོ་ཅིག་ཡོད་ཚར་བའི་ཞུ་སྐུ་དེ་ལ། ཨ་ནེ་བེ་ཏའི་ཞོ་སྐད་ལ་གཉིད་དཀྲོག་ངེས་གཉིད་ཡར་བླངས་ངེས་ཞེས་དགོས་པ་མ་རེད། མ་བླངས་ན་ཡང་དུས་ཚོད་ཏག་ཏག་ལ་ཨ་ལམ་བཀའ་འགྱུར་རོ་ཡ་ལང་ཡིན་དགོས་བར་མ་བླངས་ན་ཡང་དུས་སུ་ལངས་ཞེས་དོན། སྐུ་ཡོན་མེད་པའི་སྐམ་ཚོགས་ལ་སྐུ་ཡོན་ཞེ་དྲག་མེད་དེ་སྐྱོ་གི་སྐམ་ཚོགས་ཡིན་ན་ཚང་ཚང་སིག་བོར་དང་ཡང་ཚང་ཚང་བླངས་ཀྱང་ལངས་འདོད་མེད་པ་བྱུར་སི་བླངས་པ་ཡིན་ན་ཡང་ལངས་འདོད་མེད་ངེས་ཆགས་འདུག་རེད་ཅེས་འདི་ལབ་ཡོང་དུས་ག་རེ་རེད་ཟེར་དུས། བླངས་བ་ལངས་བ་ཟེར་དུས་བརྩམས་པ་ལ་བླངས་ཟེར་དུས་ཇེ་འདྲེས་ཀྱི་ཐོག་ནས་བླངས་ན་ཡང་ལངས་ཉེས་འཕྲོ་གི་མེད་པ་བྱས།

གཏོར་དང་འཐོར་དེ་ལ་ངས་བེད་སྤྱོད་ཅིག་བྱ་གིན་གདའ། དེ་གལ་ཆེན་པོ་རེད་ཅེས་རེད་བྱ། གའུ་རྟ་ང་རོ་གཏོར་ར་གཏོར་དང། ཨའུ་ཐ་ང་རོ་འཐོར་ར་འཐོར། རེད་བ། ད་དེ་དེ་ང་ཚོ་དེང་དང་དེང་སང་གི་དུས་ཚོད་དང་སྦྱར་བའི་ཐོག་ནས་ངས་བེད་སྤྱོད་རྒྱུ་ཞུ་གི་ཡིན། ལས་ཟེར། དང་པོ་གཏོར་ཟེར་ཡོད་དོ་གདའ། ནང་ཁུལ་ལ་དར་ངེས་ཚོ་སྤུས་ཚད་བྲིས་བཞག་ནས་འགྲིག་འདུག་ནང་ང་ནང། ཁ་ཞུ་རྒྱུ་ཁུལ་ལ་ཁུལ། མ་འོ་ཐ་ཞུ་རྒྱུ་མཐུན་ལ་མཐུན། མཐུན་སྒྲིལ། འོ། མཐུན་སྒྲིལ། བདེན་ཆུ་ན་བླ་ད་ད་ད་ང་བདེན། ཁ་ཡ་ད་ཁྱ་ཞུ་འཇུ་ཆུ་ར་གུར། ནང་ལ་ནང་ཁུལ་མཐུན་སྒྲིལ་བདེན་ཆུ་ན། ར། ནང་ཁུལ་ལ་མཐུན་སྒྲིལ་བདེན་ཆུ་པ་ཡིན་ན། ཞིང། གའུ་ཤ་ནག་ཞིང། གིས། གའུ་རྟ་ནཱ་རོ་ཏོ་ར་གཏོར། ཡང་ང་ཡང། ཨའོ་ཐ་ནཱ་རོ་ཐོ་ར་འཐོར། མ་གི་གུ་མི། ཨའོ་ག་ཡང་ད་རྒྱ་ཞིང་གི་འགྱུར་ར་འགྱུར། མ་ཡང། ནང་ལ་མཐུན་སྒྲིལ་ལྡན་གྱུར་ན་གཞན་གྱི་གཏོར་ཡང་འཐོར་མི་འགྱུར། རང་ནང་ལོགས་ལ་མཐུན་སྒྲིལ་ཡག་པོ་ཅིག་ཡོད་པ་ཡིན་ན་ཆོ་ག་གསུམ་པོ་དེ། ད་ང་ཚོ་གི་དགྲ་བོ་དེ་ཚོ་ནི་སྐར་མཚོ་ནས་ང་ཚོ་ལ་གཏོར་གཡང་གི་འབོད་བརྩོན་བྱས་པ་ཡིན་ན་ཡང་འཐོར་གི་མ་རེད་ཅེས་ལབ་ལོ་ལས་གཞན་གྱི་གཏོར་གཡང་འཐོར་མི་འགྱུར། འོ་དེ་གས་དེ་བྱས་རེད་བྱས་རེད་ཏག་ཏག་བྱེད་ཀི་བ་རེད། ད་དེ་འདྲའི་ཤུག་པོ་དེ་ལ་ནི་ན་ནི་རྡོག་རྩ་གཅིག་སྒྲིལ་དེ་རེད་བ་ང་ཚོར་གལ་ཆེ་ཤོས་དེ་རྡོག་རྩ་ར་རྡ་རྡ་རྩ་ཆིག་སྒྲིལ་རེད་ཆ་ཁི་ཁུ་ཆིག་ག་ཆིག་ས་ག་རྡ་ག་ར་རྡ་དྲ་ཁི་ཁུ་སྒྲིལ་ལ་སྒྲིལ། ཉམས་མ་ས་ཉམས། ག་ཡེ་དང་བརྒྱ་བྱིན་རྒྱུད་གྱུར་ར་གྱུར་ན། རྡོ་རྩ་ཆིག་ཁྲིའི་ཉམས་གྱུར་ན། ཨ་ནི་ག་རེ་དགོས་རེད། གཏོར་ངའི་སྒོ་ང་རེ་ང་ཚོ་འཐོར་དགོས། དེ་འདྲི་ཡིན་ཙང་ཨ་ནི་མ་གཏོར་ན་ཡང། མ་གཏོར་ག་འུ་རྟ་ང་རུ་གཏོར་ར་གཏོར་ན་ཡང་ང་ཡང། མ་གཏོར་ན་ཡང་ཨ་ནི། རང་ང་རང་ག་གི་གུ་གི་ས་གི། ཨ་འུ་མཐའ་ང་རུ་འཐོར་ར་འཐོར། ཨོ་ཡ། དེ། མི་འགྲིག་འདུག་ཨ། ནང་ཁུལ་མཐུན་སྒྲིལ་ལྡན་གྱུར་ན་གཞན་གྱི་གཏོར་ཡང་འཐོར་མི་འགྱུར་རྡོག་རྩ་གཅིག་སྒྲིལ་ཉམས་གྱུར་ན་མ་གཏོར་ན་ཡང་ནང་གི་འཐོར། ད་ང་ཚོ་འདི་འདྲའི་སྤོས་ཆས་འདི་ག་ཅི་ནས་ང་ཚོ་མང་པོ་ཁྲིད་ཐུབ་ཀྱི་ཡོད་རེད་ལབ་ན་ཆུན་ཆུན་དཀར་ལ་ས་སྐྱ་ལས་བཤད་མང་པོ་ཀློག་ཡོད་པ་ས་སྐྱ་ལས་བཤད་ཀྱི་རྩོམ་ཚང་མ་འདི་འདྲའི་ཅང་ཅང་རེད་པ། ས་སྐྱ་ལས་བཤད་མང་པོ་ཀློག་ཡོད་ན་ངས་དེ་གོང་ལ་ཞུས་པ་ནང་བཞིན་དུ་སོ་སོ་གྱི་རྩོམ་ག་འདྲིའི་མང་ཀློག་ཡོད་ན་དེའི་གི་ཤུགས་རྐྱེན་བརྗོད་ར། དེང་གི་ཤུགས་རྐྱེན་དེ་སོ་སོར་གླེང་གི་རེད། དཔེར་ན་ཁྱེད་རང་མི་སུ་མཉམ་དུ་ལ་འཚོ་བ་མང་ཡང་སྐྱེལ་གི་ཡོད་ན་དེ་ཡི་སྐད་ཆ་བཤད་སྟངས་དེ་ཡི་གོམ་པ་རྒྱག་སྟངས་དེ་གེ་མོ་བཞོ་སྟངས་ཚང་མ་ལ་སོ་སོ་ལ influence ཟིག་རེ་བ་ཤུགས་རྐྱེན་ཐེབས་གི་ཡོད་རེད། ང་ཚོ་ཕྱི་འཇུས་སྐབས་ལ་ཨ་ནི་ས་སྐྱ་ལས་བཤད་པའི་ཞལ་བོ་ཀློག་ཀློག་ཟིན། དེ་འདྲ་པོ་ཞིག་སོ་སོར་བྲིས་ཐུབ་ཀི་འདུག་ཨེ་ལྟ།

འོ་དེ་འདྲའི་ཡིན་པ་ཡིན་དུས་ཁྱེད་རྣམ་པ་ཚོ་གིས་ཡང་སོ་སོ་དཔེ་ལྟ་ས་འདི་འདྲའི་ཞིག་ཏུ་བལྟ་ནས་དཔེར་ན་ནང་ཁུལ་མཐུན་སྒྲིལ་ལྡན་གྱུར་ན། གཞན་གྱི་གཏོར་ཡང་འཐོར་མི་འགྱུར། རྡོ་རྩ་གཅིག་སྒྲིལ་ཉམས་བཅུག་ན་མ་གཏོར་ན་ཡང་ནང་གི་འཐོར། རེད་བ། འོ་དེ་འདྲའི་སོགས་འདྲ་པོ་དེ་ཚོ་གཏོར་དང་འཐོར་གྱི་བེད་སྤྱོད་བྱེད་རེད་བ། དེ་འདྲའི་སོགས་འདྲ་པོ་ཁྱེད་རྣམ་པ་ཚོ་གིས་བྲིས་ན་ཡག་པོ་ཡོད་རེད། ལས་སད་ཨ།

ཨའོ་ས་ད་ད་ད་ཞིག་པོ་འདུས་ས་འདུས། ཨའོ་འདའ་ཞིག་པོ་འདུས་ས་འདུས་པོད་ཆོད་ཅིག་བཞག་གིན་གདའ། སྙན་ངག་ནང་ལས། ད་འདུས་དང་འདུས་ཟེར་མཁན་དེ་བེ་ན་ཆགས་ཤག་གི་ཡིན་ན། རེད་བ། ས་པ་ད་པ་ཡ་ད་ཅག་གིས་པོ་ཅི། ཅི་པས། དོན་དུ། ཚ་ན་རུ་ཚོགས་གང་ཟག་ཚོགས། ཁ་ང་ཁང། དར་བཞོན་ཆུ་དུ། སྤྱི་བོའི་དོན་དུ་ཚོགས་ཁང་དུ། ཚོགས་ཁང་ལ་དུ་གཉིས་ལས་ན་སྙིང་པོ་མི་འདུག་ཚོགས་ཁང་ལ་ལ་བཞག་ཡིན་རུང། སྤྱི་བོའི་དོན་དུ་ཚོགས་ཁང་ལ།

འདི་མ་ཡིན་ཟེར་ཡ། འོ་ཡ། ད་འདི་ག་ལ་རེད་ཟེར་དུས་ཚགས་པ་ལ་སྤྱི་པའི་དོན་དུ་ཚོད་ཁང་ལ་བསྡུས་པ་ཡིན་ན་ཡང་མི་མང་ཚོ་ད་འདུས་གི་མི་འདུག་བསྡུས་དང་འདུས་རེད་བ། ཨ་ནི་ད་དེ་མ་དོ་བ་ལ་སོ་སོ་ཕྱི་རྒྱལ་དུ་བ་ཅིག་འགྲོ་དགོས་ཡོད་ལག་ཁྱེར་བཞུགས་དགོས་ཡོད་པ་ཡིན་ན་ལས་ཁུངས་ནང་ལ་བང་བསྒྲིགས་འདུས་དེ་འདྲ་ཡིན་ཙང་དེར་སྒེར་གྱི་དོན་དུ།

འདུས་དང་འདུས་གཉིས་ཀྱི་དཔེ་བརྗོད་པ་དང། སྤྱི་པའི་དོན་དུ་ཚོགས་ཁང་ལ་འདུས་ཀྱང་མི་མང་འདུས་མ་ཡིན། སྒེར་གྱི་དོན་དུ་ལས་ཁུངས་སུ་མ་འདུས་ན་ཡང་དམ་པོར་འདུས་ཅེས་ནས། སྤྱི་པའི་གི་དོན་དག་ལ་ཡིན་ན་ཚོགས་ཁང་ནང་རོགས་ལ་འདུས་པ། ཤོག་ལ་སྐད་བརྒྱབ་ནས་ལ་གུ་ཡོད་ནས་འདུས་པ་ཡིན་ན་ཡང་མི་མང་ཆ་ཚང་ཞིག་འདུས་རོགས་བྱེད་མ་རེད། དཔེར་ན་ནང་མི་གཅིག་ན་མི་གཅིག་ཡོང་དགོས་པ་ཡིན་ན་གཅིག་གིས་ཡོང་ལ་མ་ཡོང་ལ།

ཨོ་ཡ། ཨ། དེ་ནས་དེའི་ཤུག་གུ་དེ་ལ། འདི་ཅི་བྱ་རིགས་འདི། ཨོ་ཡ། འདི་ཁྱེད་རྣམ་པ་ཚོ་གི་མ་ཤུག་གི་ཤུག་གི་ནང་ན་ཡག་པོ་ཡོད་རེད། ག་ཡིན་ཟེར་ན། དཔེ་བརྗོད་འདི་འདྲའི་འདྲ་བོ་ཅིག་སུ། ཨང་ཅིག་ཤུག་དང་པོ་མི་གཅིག་ལ་དཔེ་བལྟ། ཨ་ནི་དེའི་རྗེས་ལ་སོ་སོ་གི་དེ་འདྲའི་འདྲ་བོ་ཅིག་བྲིས་འདུག་གི་འདི་ལྟ་ཡ། ལས་སྲིད་ཨང། ད་བོད་ཆོས་གཉིས་སུ་མ་གཏོགས་བྱ་ཡ་དུས་ཚོད་མི་འདུག་ང་ལ་སོང། བསྐོར་དང་བསྐོར་གྱིས་བོད་ཆོས་གཅིག་བྱ་གིན་གདའ། བའོ་ས་ཀ་ད་ཀ་ན་རུ་བསྐོར་ར་བསྐོར་དང། ཨ་ནི་ཨའོ་ཀ་ན་རུ་བསྐོར་ར་བསྐོར་གྱིས། ཨའོ་ཡ་ད་འདི་གི་བོད་ཆོས་གཅིག་བྱ་བ་ལ་དང་པོ་ག་རེ་རེད་སྲིད་དུས་བརྩམས་པ་ལ། ཨའོ་ཡ།

ཨོ་ཡ། ད་ང་ཚོ་དེང་སང་ཡིན་ན་ཞལ་འདེབས་བསྡུ་བ་འདི་འདྲའི་གཏང་གི་འདུག་བ། ཚོགས་པ་ཁག་གིས་ཞལ་འདེབས་འདི་འདྲའི་བསྡུ་བ་གཏང་བ་དེ་ཙམ་ལ་ལ་ཁག་གཅིག་གིས་དེ། བདག་ནི་ས་ཕྱོགས་ཀུན་བསྐོར་ཡང། ཨ་ནི་ཞལ་འདེབས་ག་ཚོད་རག་ཡོད་རེད། ཞར་ལ་ཞལ། ཨ་ནི། ཨའོ་མདའ་ནི་མི་འདེབས་ཕ་ས་འདེབས་རེད་བ་ཞལ་འདེབས། ཞལ་འདེབས། ག་ཚོད་རག་ཡོད་རེད་སྒོར་མོ་བཅུ་མ་གཏོགས་རག་ཡོད་མ་རེད། སྒོར་མོ།

ཞལ་འདེབས་སྟོང་ཕྲག། སྭ་བྷ་ད་ཏཱ་ན་ར་ཏོ་ང་ཏོ་བྷ་ར་ད་ཕྲ་ཀ་ཕྲག། ཨ་ནི་ལ་ས་ལེ། ཀ་ཡ་ད་ཀྱ་ཀི་ཨུ་ཀི་ས་ཀི། ཨ་ཨོ་ཁ་ན་རོ་ཁོ་རང་འཁོར། ཨོ་ཡ། ཞལ་འདེབས་སྟོང་ཕྲག་ལས་ཀྱི་འཁོར། བྱས་ནས། ཨོ་ཡ་ད་འདི་ག་རེ་ཟེར་གོ། ག་རེ་གི་དཔེ་བརྗོད་བྱ་རེད་ཟེར་ན་ན། བསྐོར་དང་འཁོར་གཉིས་ཀྱི་དཔེ་བརྗོད་བྱ་རེད་ད། ད་ནི་ས་ཕྱོགས་ཀུན་བསྐོར་ཡང་ཞལ་འདེབས་སྒོ་མོ་བཅུ་ཙམ་རག། མཛེས་མའི་ཞལ་འདེབས་སློང་བ་ལ་ཞལ་འདེབས་སྟོང་ཕྲག་ལས་ཀྱི་འཁོར་བྱས་ནས་ཞལ་འདེབས་བརྒྱ་ངན་བཙུན་པ་འཚང་ཁ་བརྒྱ་ནས་བརྒྱ་ནས་གྲོག་མ་འཁོར་བ་ན་ཞིག་བྱས་ནས་འཁོར་ཡོང་གི་འདུག་ང་ཡིན་ན་ནི་ས་ཆ་ག་ས་ག་ལ་བསྐོར་བྱས་ནས་འགྲོ་ཡིན་སྐོར་བྱས་འདྲ་ལས་ཚིག་ཕན་སོ་སོ་ཕ་དཀའ་ལས་རྒྱ་ནས་ཕར་འགྲོ་ཡིན་འདི་སྒོར་མོ་བཅུ་གསུམ་མ་གཏོགས་རག་མ་སོང་མཛེས་མ་འདི་ཚོ་གི་ཞལ་འདེབས་ཅིག་སློང་མ་འགྲོ་འོང་འདི་ཞལ་འདེབས་འདི་ཚོ་ཕ་ལན་འགའ་འགྲོ་ཡ་ས་ཕྱོགས་བསྐོར་དགོས་ཀྱི་མི་འདུག་ཚུལ་འཁོར་ཡོང་གི་འདུག་འོ་ཡ་ཞལ་འདེབས་སྟོང་ཕྲག་ལས་ཀྱི་འཁོར་འོ་ཡ་དེ་འདྲ།

དེ་ནས་མཐའ་མ་དེ་དཔེ་བརྗོད་གཅིག་བཞག་ནས་ཨ་ནི་ངས་ཁྱེད་རྣམ་པ་ཚོ་ལ་ཚིག་དུ་སོ་མང་ངོ་སྤྲོད་བྱས་བཞག་གི་ཡིན། དུས་ཚོད་ཞེ་དྲག་མེད་པ་ཡིན་ཙང། ད་འདི་དེ་འདྲས་སོང་འདྲ་བ་ཅི་རེད་ད་སོ་སོའི་ངོས་ནས་དཔེ་བརྗོད་འདི་འདྲས་དེ་འདྲས་བྲིས་བསྡད་ཡ་རེད་མ་གཏོགས་དེ་ལ་ལྷག་ཅིག་ད་ངོ་སྤྲོད་ཞེ་དྲག་ཞེ་དྲག་བྱེད་ཡས་ཀྱི་ཡོད་མ་རེད་ཁྲ་ཁོ་ཁེ་ཁོ་བྱེད་ཡོད་མ་རེད། མ་ཤིང་བ་གས་ཡོད་མ་རེད་ད་སོ་སོའི་ངོས་ནས་དཔེ་བརྗོད་བྲིས་དང་མ་བྲིས་དེ་ལ་རག་ལས་པ་རེད། ལས་སད་ཡ།

མེད་པས་ང་གི་གུ་མི་དག་དང་དག། གོ་རྒྱུ་མེད་པའི་མི་དག་ལ། ཨོ་ཡ། དེ་འདྲི་ཕྱིན་ལེའུ་འདི་གོ་རྒྱུ་མེད་པའི་མི་དག་ལ། གོ་བརྡ་སྤྲོད་ཀྱང་འཕྲོད་པ་དཀའ། ཟེར་བ་ག་ན་རུ་གོ། ད་ཨོ་ར་ད་ད་ད། ས་པ་ད་པ་ར་ད་ཀྲ་ན་རོ་ཀྲོ་ད་སྤྲོད་ཀྱང།

དཔེར་ན་ཆ་བཤད་རྒྱུ་ཡིན་ན། འབྲེལ་བ་དང་འབྲེལ་བ། ས་བ་ད་བ་ར་ད་སྒྲ་མི་མི་འབྲེལ་ལ་འབྲེལ་དང་འབྲེལ་བ། མི་དང་མི་གཉིས་ཏེ། ཕ་མ་སྤུན་མཆེད་དུ་སོགས་ཀྱི་རྐང་ཚུགས་ནས་སྦྲེལ་ནས་བཞག་བཞག་པ་ཡིན་ན། ཁོ་གཉིས་ཡག་ལ་འཇིགས་མགོ་མ་རེད། ཁོ་རང་གཉིས་སེམས་པ་དང་ལུས་པོ་གཉིས་འབྲེལ་སོང་ན་ཨ་ནི་མི་ཚེ་དོན་ལྡན་ཡོང་གི་རེད། སྦྲེལ་འབྲེལ། རེད་སོང་ཨ། ད་ག་ནང་བཞིན་གྱི་དཔེར་ན་ཆ་བཞག་པ་ཡིན་ན། མེ་ལ་བསྲེགས་པ་མེ་ལ་ཚིག་མེ་ཡིས་ཚིག་པ་སྤྱི་བོ་རེད་པ་མེ་ཡིས་བསྲེགས་པ་མེ་ཡིས་ཚིག་པ། གངས་རི་རྒྱབ་ལ་བཞུགས་ཡོད་པའི་རང་རེ་གི་སྤུན་ཟླ་དཔའ་བོ་དཔའ་མོ་དེ་ཚོ་གིས་རང་ལུས་མེ་ལ་བསྲེགས་ཡོད་པའི་སྐབས་དེ་ལ། མི་ཡུལ་ལུང་པ་ལ་བྱ་དེ་ངའི་གཞོན་ནུ་ང་ཚོ་གི་སེམས་པ་དེ་མེ་ཡིས་ཚིག་གི་འདུག་ཅེས་ནས་བསྲེགས་པ་དང་ཚིག་པ་རུ་དེ་གའི་བོད་ཆོས་འདྲ་བོ། ད་ག་ནང་བཞིན་གྱི་དཔེ་ན་ཆ་ཕྱེ་བ་ཡིན་ན། དུས་ལོག་དེ་སྨྲ་བོ་ཅིག་གོན། དེ་འདྲས་བྱས་ནས་དུས་ལོག་གི་ཁ་དོག་དེ་བསྒྱུར་བཞག་པ་རེད་དེ། སེམས་པའི་ནང་ལོགས་ལ་ཡང་ཁྱེད་རང་ལ་ཆགས་བསྡད་པའི་བརྩེ་བ་དེ་དུས་ནམ་ཡང་འགྱུར་ཐུབ་མི་འདུག། དེ་འདྲས་ཡིན་པ་ཡིན་ཙང་ངེད་ཀྱི་ཕྱི་ལོགས་ཀྱི་དུས་ལོག་དེ་བརྗེ་བ་བསྒྱུར་བ་ཙམ་རེད་མ་གཏོགས་སེམས་པ་དེ་ད་དུང་ཡང་འགྱུར་མེད། ཨོ། དེ་འདྲས་འདྲ་བོ། དེ་འདྲས་ཡང་སྦྱངས་པ་དང་སྦྱངས་པ་འདྲ་བོ་ཅིག་ཡིན་ན། ཁྱེད་རང་གིས་གལ་སྲིད་བརྩོན་འགྲུས་ཡག་པོ་ཞིག་བྱས་ནས་གཅིག་སྦྱངས་པ་ཡིན་ན་ཁྱེད་རང་ག་རེ་སྦྱངས་ས་དེ་ལ་བྱང་བུ་ཆགས་ཡ་ཡིན་པ་རེད། ག་རེ་ཟེར་ན་འཛམ་བུ་གླིང་འདི་ཡི་ནང་ལ་བྱང་བུ་བཞི་བོ་ཡོད་དེ་ངས་ཚང་མ་ལོ། ག་རེ་ཟེར་དུས་དང་པོ་སྦྱངས་པ་ཡག་པོ་ཞིག་བསྟན་ནས་ངས་ཆང་ཆང་རེད། དཔེར་ན། ངས་ཤོ་ལོ་ཀ་འདི་བཀལ་ཏེ། སྐར་མ་གཅིག་སེར་ནང་དང་ཤོ་ལོ་ཀ་གཉིས་སེར་གསུམ་སོགས་འདི་འདྲའི་བྲིས་ཡོང་དུས་འདི་ཞི་བ་ཞིག་རེད་བཤད་ས་མན་གས་ཁུ་བྱུ་ཡ་མ་རེད་འདི་ག་རེད་ཟེར་ན་བྱང་པ་རེད་བྱང་པ་ཡིན་འདི་ག་འདྲའི་ཆེད་དུ་བྱུང་བ་རེད་ཟེར་ན་ལྗང་པ་རེད། བྱས་ཙང་འཛམ་བུ་གླིང་འདི་ཡི་ནང་ལོ་ལ་ག་ཚོད Christian Ronaldo རོ་པོ་ཏི་འདྲའི་ཞི་བ་ཆིག་པོ་ལས་ཙི་གས་པ་རེད་ལས་ཁོ་ཚོ་ག་རེ་ཅན་ནས་བྱང་པ་ཆགས་པ་རེད་ལབ་ན་ཁོ་ཚོའི་ཉི་མ་གཅིག་ལ་ལྗང་པ་ག་ཚོད་ཞིག་བྱེད་དགོས་བ་རེད། དྲི་བ། ད་ནང་བཞིན་གྱི་མཁས་དབང་ཧ་ལས་པ་དེ་གས་ཁོས་ཞི་བུ་གཅིག་མཁས་བ་རེད་ཟེར་གྱི་ནས་བྱང་བུ་ཞི་བུ་གཅིག་རེད་འདོད་ཡ་རེད་ཁོས་གི་ཉིན་ཞག་ཁྲུ་གཅིག་གི་ནང་ལ་སྦྱང་བརྩོན་ག་ཚོད་བྱེད་དགོས་རེད་སྦྱངས་པ་ཡིན་ཚ་ཁོ་བྱང་བུ་ཆགས་ཡོད་པ་འོ་དེ་འདྲའི་འདྲ་པོ་དང། ཡང་ད་ནང་བཞིན་གྱི་དཔེ་ན་ཆགས་བཞག་པ་ཡིན་ན། བཤིག་པ་དང་བཞིག་པ་ཟེར་ཡ་དེ་འདྲ་ཡོད་རེད་བ་བའུ་ཤ་ཁི་བུ་བཤིག་ག་བཤིག་ཤ་ཁི་བུ་བཤིག་ག་བཤིག་བཤིག་པ་ཟེར་ན་རྐང་ཚོད་ནས་མ་བཤིག་ཡ་བཤིག་པ་ཟེར་ན་རང་བཤིག་གི་བཤིག་འགྲོ་ཡ། མདའ་དང་མཚོན་ཆ་དང་བཙན་དབང་བཏང་ནས་ང་རང་ཚོ་གི་བོད་པའི་གི་སེམས་ནང་དུ་ཡོད་པའི་དད་པ་དེ་མ་བཤིག་ཐུབ་གི་མ་རེད། ཡིན་ན་ཡང་རབ་བྱུང་རབ་ཏུ་བྱུང་བར་དུ་ཚོ་གི་སྤྱོད་པ་ངན་པ་བསྟན་པ་ལ་བརྟེན་ནས་ཨ་ནི་མི་མང་གི་སེམས་ནང་ལོག་ལ་དད་པ་དེ་བཤིག་སོང་ན་ཨ་ནི་ཡག་སོ་ཡ་རྩ་བ་ཉིད་ནས་ཡོག་མ་རེད། བཤིག་བཤིག། འོ་འགྲིག་འདུག་ཨ་འོ་དེ་འགྲིག་སོ་འགྲོ་རྒྱུ་ནི་བོད་ཆོས་བཏང་ཡ་ནི་ཞེ་དྲག་གལ་ཆེན་པོ་རེད་ལས་སེ་ཨ་ནི་བོད་ཆོས། མང་པོ་ཞུ་བྱ་ཡ་ད་དུས་ཚོད་འདང་དགོས་བ་མ་རེད་འདི་འདྲ་རེད་ཁྱེད་རྣམ་པ་ཚོ་གི་ཨ་ནི་ག་ཚོད་དགོས་རེད་པ་ནི། ཨ། འདི་སྐད་དེ་བཀོད་བརྗོད་གང་མང་མང་ཅིག་བྲིས་ཡ་འབོད་བརྩོད་བྱེད་ཡ་རེད། དེའི་སྟེང་ནས་ཨ་ནི་ང་ཚོ་ཁ་ཚང་ངས་བྱ་ཚིག་ཁ་ཤས་ཤིག་སྤྲད་ཡོད་པ་དེའི་སྒང་ལ་ངས་དེ་རིང་བྱ་ཚིག་ཁ་ཤས་ཤིག་སྤྲད་ཡ་འབོད་བརྩོན་བྱེད་ཀྱི་ཡིན། དང་པོ་དེར་ས་པ་ད་དཔའ་འབྲུག་པ་དཔལ་ལ་དཔལ། དཔལ་གྱི་བྱེད་མི་ལི་ཚིག་དེ་ག་རེད།

དེའི་ཤུགས་ཀུན་དེ་ལ་བསྐོན་པ། མི་གཅིག་གི་དུས་ལོག་དེ་མ། ཤུས་དེ་ཡོད་ན་དེ་ལ་ཡང་བསྐོན་པ། བོ་ས་ཀ་ད་ཀ་ན་རུ་ཀ་ན་བསྐོན། བསྐོན་མེད་ཁོ་རང་རང་བཞིན་གྱི་ཡང་གོན་ཡོད་པ། བསྐོན་དང་གོན། འོ་ཡ་ད་ལ་ན་ཤིང་གི་དཔེ་ན་ཆ་ཞིག་ཡིན་ན་ལེགས་བྱ་བ་ཅིག་ཡིན་ན་བྱ་བ་དེ་བསྒྲུབ་པ། ས་ཀ་ད་ཀ་ལ་ད་སྒྲ་ཞིག་རྒྱུ་བསྒྲུབ་པར་བསྒྲུབ།

རེད་པ། ཨ་ནི་རྐང་མཚོ་ནས་མ་འགྱངས་པ་བྱས་ནས་ཁོ་རང་རང་ཤིང་གི་ཕར་འགྱངས་འགྲོ་བ། རེད་པ། ཨ་འུ་འགའ་ཡོད་དོན་ཀྱང་ང་སང་འགྱངས། འོ་དེ་འདྲ་རེད་བ། ཨ་ནི་དེའི་ཤོག་བུ་དེ་ལ་ཡིན་ན་སྦྱར་བ་དང་སྦྱར་བ། ས་བ་ད་བ་རེད་ད་སྦྱར་ར་སྦྱར་ར་ཟེར་དུས་ཚང་མ་ལ་རྐང་མཚོ་ནས་སྦྱར་རེད་བྱས། དེ་སྦྱར་མ་དགོས་པ་བྱས་ནས་རང་ཤིང་གི་འགྱངས་འགྲོ་ཡ་ཡིན་ན་ཨ་འུ་འགའ་ཡོད་ད་འགྱངས་ར་འགྱངས་བྱས། དེའི་ཤོག་བུ་དེ་ལ་བསྡམས་པ། ཞུ་བོད་ཅིག་གི་ཐག་པ་ལས་བསྡམས་པ། དམ་ཟེར། དེའི་ནི་བྱེ་མའི་ལས་ཚིག་དེ་ག་རེ་རེད་ཟེར་ན་དམ་པ། ད་དམ་དུ་དམ་དུ་འགྲོ་གི་འདུག་ཟེར་གི་འདུག་ཨ། ཨ་དམ་པ། དེ་ནས་ཡང་གླང་པ། བ་བོ་ས་ལ་ད་གླང་ང་གླང། དེའི་གི་བྱེ་མའི་ལས་ཚིག་དེ་ག་རེ་རེད། ལང་པ། གླང་ང་ལང། ལང་བྱེད། ད་ག་ན་ཤིང་གི་སྤྲུག་པ། ཁོ་གཉིས་པོ་རེད་དེ་ལ། སྤྲུག་སྤྲུག་གི་འདུག་ཟེར་ལ། ཨ་ནི་དེའི་རང་བཞིན་གྱི་འཁྲུག་འགྲོ་ཡ།

ནད་དེ་ཡང་གསོ་བ་གའུ་བསམ་ན་རུ་གསོ། དེའི་གི་བྱེ་མའི་ལི་ཙི་དེ་ལ་བསམ་ན་རུ་ཚོས་སར་བསུས་ད་ཁོ་ཡག་པོ་རྒྱག་ཚོས་བཞགས། ད་ན་ཤིང་གི། བསད་པ། བའུ་ས་དག་བསད། དེའི་གི་བྱེ་མའི་ལི་ཙི་དེ་ལ་བཞིར་ད་དེ་ཚང་མའི་ཤིང་གོ་རེད། དེ་འདྲ་ཡིན་ཚང་དེའི་གི་བྱེ་ས་ན་རུ་བླང་བ་དུས་ཨ་ནི་ག་རེ་དའུ་ཀ་ར་ད་ཀ་ན་རུ་ཀྲོང་ང་ས་ཀྲོང། དེ་ཡི་བྱེ་མའི་ལས་ཚིག་དེ་ལ་ག་ར་ཐ་ཁྲ་ན་རུ་ཁྲོང་ང་ས་ཁྲོང། རེ་བ་ཡང། ཀྲོང། ཁྲོང། དེ་འདྲས་བྱས། ད་ང་ཤིང་གི། ཨ། ཨ་ནེ་ཀུམ། བའོ་ས་ཀ་ད་ཀ་ཤི་ཇུ་ཀུ་མ་ཀུམ། ཡ་ལ་བ་ཀམ་པ་ལ་བ་ཀུ་ཡ་ཀུམ་པ། ཨ་ནེ་རང་བཞིན་གྱིས་ཁྱ་རུ་འདི་ཙམ་པ་ལ་ཡ་ཡ་ཁུམ་འགྲོ་ཡ། ཡ་ཁུམ་པ། རེ་བ། ཨ་ནེ་དེ་ཤུ་གུ་དེ་ལ།

ཞེས་པ་ཡང། དེའི་ཤུབ་བུ་དེ་ལ་གར་བསུ་དགོས་རེད། རྩམ་པ་དེ་འདྲ་ཡིན་ན་བཏགས་པ་ལེགས་རེད་བ། བཏགས་པ། ཨ་ནི། དེ་བཏགས་ནས་འཐག་པ། ཨོ་ཡ་རྩམ་པ་འཐག་པ། རྩམ་འཐག་ཟེར་གི་རེད་བ། འོ་དེ་འདྲས་སོང་རེད་བ་བྱས་ནས་ཁྱེད་རྣམ་པ་ཚོ་གིས། དཔལ། འཕེལ། བརྐུས། གུས། བསྐོན། གོན། བསྒྲུབས། འགྲུབ། བསྒྲིགས། འགྲིགས།

སྲས། ཤི། ཀྲོང། གྲོང། ཀུམ། ཁུམ། སྔར། ནར། འགྱུར། འགྱུར། རྟག། ཐག། འོ་དེ་གས་ཀྱི་ད་ཇི་འདྲའི་ལས་ཚིག་ཁ་ཚང་ལྷག་མ་དེ་གང་ལ་འདི་སྣོན་པའི་རྒྱ་ནས་ད་ཕལ་ཆེར་ཕལ་ཆེར་ངས་ག་ལ་གང་ཚང་ཅིག་ཡར་རུག་རུག་བཟོས་པའི་སྐད་ཆ་ཡིན་སྤྱི་ད་ངས་འདི་དེབ་འདི་ནང་ལོགས་ལ་དེ་འདྲའི་འདྲ་པོ་དེ་རིགས་མང་པོ་ཞིག་འདུག་སྟེ་ཡིན་ན་ཡང་ད་ཁ་ཡོད་ལག་ཡོད་ལ་ཕལ་ཆེར་ཕལ་ཆེར་འདི་གའི་རིགས་བོད་ཆས་མང་ཡང་འདུག་བསམ་བྱས་ནས་ངས་ངོ་སྤྲོད་ཞུས་པ་ཡིན། ད་འདིའི་སྟེང་ནས་ང་ཚོ་བྱས་འབྲས་བྱས་མེད་འདི་ཆ་ཚང་གཅིག་ཧ་གོ་བ་ཐུབ་པ་བྱས། འདིའི་ནང་ལོགས་ནས་སོ་སོའི་ངོས་ནས་བདམས་བྱས་ནས་ཉི་ཤུ་སུམ་ཅུ་རྗེས་ལ་སོ་སོའི་ངོས་ནས་སྤོས་ཆོས་བྲིས་ཡ་འབོད་བརྩོན་བྱས་ད། སྤོས་ཆོས་བྲིས་སྟངས་དེ་ཡང་སྤོས་ཆོས་བྲིས་སྟངས་འདྲ་མི་འདྲ་རེད། ཚིགས་བཅད་དང་ཚིག་ལྷུག་ནང་དུ་བེད་སྤྱོད་བྱེད་སྟངས་གཅིག་གི་ཡོད་རེད། དེ་མ་ཡིན་པར་མིང་ཚིག་ད་ཆ་ཁོ་རང་གི་བེད་སྤྱོད་བཟོས་ཡ་ཡོད་རེད། དཔེར་ན་ཆ་ཤས་ཀྱིས་ན་བསྲེག་ཚིག་ལ་དོ། ཤ་ཤ་ཀ་བ་ལས་སི་ཏི་ཙམ་པ་ལ་ཤ་སྲེག་བ་ལས་སི་རེད་བ། ཤ་སྲེག་འདི་ད་ཆ་འདི་ཁྲིག་རེད་བ། ཚིགས་བཅད་ཁ་ཕི་ལ་ཚིགས་བཅད་འདི་བེད་སྤྱོད་འདི་ཁྲིག་རེད་བ། ས་འགུལ་ས་འགུལ་རྒྱག་འོང་འདི་ཙམ་པ་ལ་ཨའོ་འགའ་ཞིག་འགུལ་ལ་འགུལ་ཁྲིག་རེད་མ་གཏོགས་བོད་ས་ཀ་ད་འགའ་ཞིག་འགུལ་ལ་འགུལ་ཁྲིག་མ་རེད་བ། ད་ནང་བཞིན་གྱི་གྲ་སྒྲིག་བྱེད་ཡས་ལ་འདི་ཙམ་པ་ལ་གྲ་སྒྲིག་འགྲིག་རེད་འགྲིག་འགྲིག་རེད་འདི་འགྲིག་རེད་བ། ད་ནང་བཞིན་གྱི་དཔེ་ན་ཆ་ཞིག་ཡིན་ན་གོན་ཆས་ཁྱེད་རང་གི་གོན་ཆས་འདི་འདི་ཡོད་ཡས་ལ་གོན་ཆས་འདི་འགྲིག་རེད་མ་གཏོགས་གོན་ཆས་འགྲིག་མ་རེད་བ། ད་ང་ནང་བཞིན་གྱི་ཁྱེད་རང་གི་ནང་པའི་ཆུ་ད་ཕེ་བཏང་དགོས་རེད་ཟེར་ན་ད་ཕེ་ད་བཞིན། ད་ཕེ་ཡོང་བ་ཤོག་ལ་འདི་ཕེལ་བྱེད།

ལེགས་སེ། ཨེ་དེ་འདྲས་ཅིག་གིས་འདྲི་བར་བྱས་ནས། ད་ནི་ཁྱེད་རྣམ་པ་ཚོ་གིས་འདི་འདྲས་ལ་ཐུགས་སྣང་གནང། ཨ་ཅང་ཅང། འདི་གས་འདི་གོ་བ་ན་དོན་གུ་རེད་ལབ་པ་ཡིན་ན་ནམ་རྒྱུན་གྱི་ཁྱེད་རང་གི་རྩོམ་བྲི་ཡ། ནམ་རྒྱུན་ཁྱེད་རང་རྩོམ་ཀློག་ཡ་དེ་འདྲས་ན་དོན་གུ་ཡོད། དེ་འདྲས་ཡིན་པ་ཡིན་དུས་ད། གོང་དུ་ཞུས་པ་ནང་བཞིན་རེད། ཁྱེད་རྣམ་པ་ཚོ་གིས་རྩོམ་ཀློག་ཡ་དེ་ཞེ་པོ་གལ་ཆེན་པོ་རེད། ད་དེ་ལས་སླ་ཨ་ཅི་གལ་ཆེན་པོ་ཅིག་ཆད་ཡོད་མ་རེད། ང་རང་ཚོ། བོད་པའི་སྤྱི་ཚོགས་ནང་ལོ་ད་ལྟ་བརྡ་སྤྲོད་བྱ་ཡ་འདི་ཞུ། རྩ་འདྲ་བོ་དེ་ད་དུང་ཡལ་མི་འདུག་དངོས་གནས་ཆེ་གེ་ཡིན་ན་བརྡ་སྤྲོད་བྱ་ཡག་གི་གལ་ཆེན་པོ་མ་རེད། ད་ཡིན་ནའི་འདི་ལབ་ཡོད་ན་མི་མང་པོ་ཆོས་ཅིག་ཀླད་པ་ནང་འཛུལ་གི་ཡོད་མ་རེད་སུམ་རྟགས་སྦྱང་དགོས་མ་རེད་འདྲ་བོ་ལབ་ར་ཨ་ཧོ་ད་ག་རེ་ལབ་གི་ཡོད་ན་བསམ་ཀླད་པ་ནང་འཛུལ་ཐུབ་གི་མི་འདུག་དེ་འདྲའི་ཡིན་ཙང་ངས་སུམ་རྟགས་བཀླགས་པ་འགྲོ་བཞག་གི་རེད། ཡིན་ནའི་སུམ་རྟགས་བཀླགས་པ་དང་མཉམ་དུ་སུམ་རྟགས་དེ་རྩོམ་ཡིག་སྦྱང་ཡག་ནང་ལ་ཡར་ཁྲིད་ཐུབ་ཡག་གི་འབད་བརྩོན་དཔེ་བྱེད་ཀྱི་ཡོད། ག་རེ་བྱས་ནས་ལབ་པ་ཡིན་ན་ཨེ་འཇིགས་ལོང་པ་འདྲ་བོ་ཅིག་ཡིན་པ་ཡིན་ན་དུས་རབས་བཅུ་དགུ་པ་དང་ཉི་ཤུ་པ་དུ་ནག་ལོ་ལ་བརྡ་སྤྲོད་ཞེའུ་གལ་ཆེན་པོ་རེད་ཟེར་ནས་རྩིས་བསྡད་རེད། དེང་སང་དུས་རབས་ཉི་ཤུ་རྩ་གཅིག་པ་ཉིས་སྟོང་ཉི་ཤུ་གང་སླེབས་ཡོད་དུས་སུ་གཅིག་གི་བརྡ་སྤྲོད་དྲང་ངེས་ཡོད་མ་རེད། ང་ཚོ་ནང་བཞིན་བྱས་འདྲའི་བྱས་མེད་འགྲོ་བ་དེ་འདྲའི་འཇང་ཨ་ནི་ཚད་མེད་ཡིན་མ་ཡིན་རྩེད་འགྲོ་རྒྱག་ཐུབ་མཁན་སུ་གཅིག་ཡོད་མ་རེད། དབྱིན་ཇིའི་རྩོམ་པ་པོ་ང་ཡིན་ཟེར་མཁན་དེ་ཚོ་གིས་བྱས་འདྲའི་བྱས་མེད་ཀྱི་རྣམ་བཞག Transferable དང Intransferable གྱི Definition། མཚན་ཉིད་ག་རེ་རེད་ལ་ལྷ་སྐུ་མ་རེད། ལྷ་སྐུ་མེད་དེ་ག་ཅི་ནས་ད་དུས་ཚོད་འཕྲོ་བརླག་མ་གཏང་ཟེར་ལབ་ཀི་རེད་ཁོ་ཚོ་གིས་བྱས་ཙང་དེ་ང་ཚོ་མང་པོ་ཐུག་ཚར་རེད་དོན་གཅིག་རྩོམ་པ་པོ་ང་ཡིན་ཟེར་མཁན་ཡིན་ན་ཡང་འདི་ཚོ་སྐོར་ལ་ཤེས་ཀི་མ་རེད་ཤེས་ཀི་མ་རེད་ཤེས་དགོས་ཡ་ཡོད་མ་རེད་ཁོ་ཚོ་ག་རེ་ཤེས་དགོས་རེད་ལ་ན་དེབ་ཀློག་སྟངས་ཤེས་དགོས་རེད་ཡི་གེ་འབྲི་སྟངས་ཤེས་དགོས་རེད་ང་ཚོ་ལ་དགོས་ཡ་དེ་རེད་ཡིན་ན་ཡང་ང་ཚོས་ཀི་དེབ་ཀློག་སྟངས་སྦྱང་དགོས་ཡ་མ་རེད་ཡི་གེ་འབྲི་སྟངས་སྦྱང་དགོས་ཡ་མ་རེད་ག་རེ་སྦྱང་དགོས་རེད་བྱེད་འབྲེལ་ལས་ཚིག་གི་མཚན་ཉིད་སྦྱང་དགོས་རེད་ཨ་བྱེད་འབྲེལ་ལས་ཚིག་གི་མཚན་ཉིད་དེ་དྲན་གི་འདྲ་ཡ་འགྲོ་རེད་ཟེར་ད་བསྒྱུར་བཀྲོལ་གནང་ལེ་དེ་བཏང། འཇང་ཡས་དེ་འཇང་དུ་བཟོ་དེ་སྐོར་ད་ད་ང་ཚོ་དེ་རྗེ་བོ་སྐྱ་རེངས་ཚར་ཡིན་ནས་ད་ནི་མི་མང་ཆེད་ཀླད་པ་རྣམས་འཛུལ་གི་མི་འདུག་གམ། ད་འདི་རྗེ་མ་དོ་བ་ལ་ལོ་ཁ་ཤས་རྗེས་ལ་ཕལ་ཆེར་འཛུལ་འགྲོ་གི་རེད་བསམ་གི་དེ་འདྲ་ཡིན་ཙང་ཁྱེད་རང་གིས་ག་རེ་བྱེད་དགོས་རེད་ལབ་ན་དེར་ཀློག་གོ་རེད། སོ་སོའི་ངོས་ནས་རྩོམ་བྲིས་གོ་རེད། བྲིས་གི་བྲིས་གི་བྱེད་དང་ཤིན་ཏུ་རེད། ཀློག་གི་ཀློག་གི་བྱེད་དང་ཤིན་ཏུ་རེད། བྲིས་གི་བྲིས་གི་མ་བྱེད་ཀློག་གི་ཀློག་གི་མ་བྱེད་ནི། སུམ་ཅུ་པ་དང་བཏང་ཆུ་ཁྱེད་རང་ཚར་བརྒྱ་ཉིས་བརྒྱ་ཅིག་ཕྱི་ར། ཁྲི་ཀ་སྒྲོལ་མ་ཡིན་རེད་བ། ཁྱེད་རང་ཤིང་ཀ་ཁོ་རང་མ་རེད། ཐག་ཆོད་ནས་ལབ་ཐུབ་རེད་བ། དེ་འདྲས་ཡིན་ཙང་དེར་ལོག་གི་རེད། དེ་འདྲས་ཡིན་ཙང་ང་ཚོ་རྒྱ་བོད་རིན་པོ་ཆེ་གི་མཛད་ན་ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ད་ང་ཚོ་ང་ཚོ་ལེའུ་དྲུག་པ་ལྔ་བ་བར་དུ་ཀློག་ཚར་རེད་བ། ལེའུ་དྲུག་པ་དེ་ཁྱེད་རང་ཚོ་མུ་མཐུད་ནས་ཀློག། ཨ་ནི་ད་ནང་བཞིན་གྱི་ཁྲི་ཟུར་ཚང་གི་གསང་བའི་གཏམ་རྒྱུད་དེ་ཆ་ཚང་ཀློག། དེ་ནས་གཡུལ་གྲུབ་ནག་ལ་བདག་ཚར་བཞག་དེ་འདྲ་ཡིན་ཙང་གཡུལ་གྲུབ་ནག་ལ་ཀྲི་སུའུ་ཚང་གི་གསང་ཡུལ་གཏམ་རྒྱུད་ཟེར་ནས་ནི་ཀྲི་སུའུ་ཚང་གི་གསང་ཡུལ་གཏམ་རྒྱུད་དེ PDF དུ་ལེན་ཨ་ནི་དེ་ཉིན་གི་ཉིན་གི་ཀློག་གི་ཀློག་གི་བྱས་དང་ཞེ་དྲག་ཡར་རྒྱས་འགྲོ་གི་རེད་ཨ་ནི་དེའི་ནང་ལོགས་ལ་ཨ་ནི། ཕྲད་དང། བྱ་ཚིག་དང། ཚིག་སྦྱོར་ག་འདྲས་བེད་སྤྱོད་བྱས་བཞག་དེ་གས་དེ་ལ་དོ་སྣང་གནང་གིན་གནང་གིན་གནང་དང་གནང་ད་ཡོད་མ་རེད་ལས་ཟེར་དེ་འདྲས་ཅིག་གི་མཚམས་ཆགས་གི་ཡིན་དེ་ནི་ང་ཚོ་ཐེངས་ཨ་ནི་རྗེས་མ་ཁ་ཚུགས་ལས་སར་སྤེན་པ་གི་ཉིན་མོ་དེ་ལ་ཡིན་ན་ཨ་ནི་དངོས་པོ་བདག་གཞན་དང་བྱ་བྱེད་ལས་གསུམ་གི་སྐོར་ལ་ངོ་སྤྲོད་ཞུ་གི་ཡིན་ལས་ཟེར་ཐུགས་རྗེ།